དེ་ནས་དྲུག་པ་ཡོན་ཏན་བརྗོད་པ་མིན་ཕྱིར་མི་སྟོང་ལ་སོགས་ཡོན་ཏན་ལྡན་ཅེས་གསུངས་འདུག། འདིའི་དོན་དག་ཡིན་ན་དེའང་མདོ་སྡེ་རྒྱན་ལས་རྩེ་མོ་ཐོབ་པའི་རྩ་མིན་ཕྱིར་བཟོད་ཐོབ་ངན་སོང། བཟོད་ཐོབ་ངན་སོང་སོགས་མི་སྟོང་ཞེས་སོགས་གསུངས་པ་དང། རྩེ་མོ་ཐོབ་པའི་རྩ་མིན་ཕྱིར་ཟེར་བ་འདི་ནི་སྒང་དུ་ང་ཚོས་བཤད་པ་རེད། སྦྱོར་ལམ་རྩེ་མོ་ཐོབ་པ་ནི་མི་གཡོ་བའི་དགེ་རྩ་ཟེར་བ་དེ་ཐོབ་ཀྱི་ཡོད་པ་རེད། ཡང་ན་མི་གཡོ་བའི་དགེ་བ་ཟེར་བ་དེ་ཐོབ་ཀྱི་ཡོད་པ་རེད་ཅེས་ལབ་པ་རེད། མ་གཡོ་བའི་དགེ་བ་བསྲེས་ན་མ་བསྲེས་ན་སྟོང་པ་ཉིད་ལ་གདེང་ཐོབ་པ། སྟོང་པ་ཉིད་ཀྱི་སྒོམ་བྱུང་གི་མྱོང་བ་བརྟན་པོ་ཐོབ་པའོ། དེ་རེད་དེ་ཐོབ་པ་ཡིན་ཙང་དེ་ནས་བཟུང་སྟེ་དགེ་བའི་རྩ་བ་འཆད་པའམ། ཡང་ན་ངན་སོང་ངན་འགྲོ་ལ་སོགས་པ་ལ་སྐྱེ་བར་བྱེད་པའི། ལས་ཉོན་མོངས་བ་དེ་དག་གི་གཞན་དབང་དུ་རྩ་ནས་འགྲོ་གི་མ་རེད་ཟེར་བ་དེ་གཅིག་དང། དེ་ནས་གཟུ་ཐོབ་ངན་སོང་ཡང་མི་འགྲོ་ཟེར་བ་དེ་སྦྱོར་ལམ་གྱི་གཟུ་བ་ཐོབ་པ་ནི་ངན་སོང་གསུམ་ལ་སོགས་པ་ལ། ལས་དང་ཉོན་མོངས་དབང་གིས་སྐྱེས་པ་དེ་ནི་ཡོང་གི་མ་རེད་ཟེར་བ་ནའོ་དེ་འདྲ་གི་དོན་དག་ཡིན་པ་རེད། མདོ་སྡེ་མདོ་དཀོན་མཆོག་སྤྲིན་ལས་སོ་སོ་སྐྱེ་བོ་དགུ་པ་ལས་གྲོལ་ཞིང་ཏིང་ངེ་འཛིན་དང་གཟུངས་དང་རྣམ་པར་ཐར་བ་དང་མངོན་པར་ཤེས་པ་ལ་སོགས་པ་ཡོན་ཏན་བདུན་པ་དང་ལྡན་པར་གསུངས་པ་དང། ནི་སོ་སོ་སྐྱེ་བོ་དགུ་པ་ཟེར་བ་འདི་སྤྱིར་གང་ན་ཆོས་ལ་རང་དབང་མེད་པའམ་ཡང་ན་ལས་དང་ཉོན་མོངས་པའི་དབང་གིས་སྐྱེ་བ་ལ་རང་དབང་མེད་པ་དེ་རེད། ཨ་ནི་མི་ལ་སྐྱེས་ན་འདྲ་མཐོ་རིས་མཐོ་རིས་ལྷ་ལ་སྐྱེས་ན་འདྲ་ཡང་ན་དམྱལ་བ་དང། དམྱལ་བ་ལ་སོགས་པ་ངན་སོང་དུ་སྐྱེས་ན་རང་ཉིད་ལ་རང་དབང་རྩ་བ་ཉིད་ནས་མེད་པར་བྱེད། ཨ་ནི་གང་དུ་སྐྱེས་ན་ཡང་ལས་དང་ཉོན་མོངས་ཀྱིས་གཞན་དབང་དུ་འགྲོ་བ་དེ་ལ་སོ་སོ་སྐྱེ་བོ་གི་དགུ་པ་ཟེར་གྱི་ཡོད་པ་རེད། ཡིན་ཙང་སྦྱོར་ལམ་བཟོད་པ་ཐོབ་པ་ནི་སོ་སོ་སྐྱེ་བོ་གི་དགུ་པ། མ་རིག་པ་ལས་དང་ཉོན་མོངས་པའི་གཞན་དབང་དུ་འགྲོ་ནས་ངན་སོང་དུ་སྐྱེ་བ་ལ་སོགས་པ་དེ་དག་ལས་གྲོལ་འགྲོ་བ་ཡིན་ཙང་ཨ་ནི་སོ་སོ་སྐྱེ་བོ་དགུ་པ་ལས་གྲོལ་ཞིང། ཏིང་ངེ་འཛིན་གྱི་རྣམ་གྲངས་མང་པོ་ཐོབ་པ་དང་བཟུང་ཟེར་བ་འདི་སྦྱར་བའི་གསུང་རབ་ཀྱི་ཚིག་དང་དོན། མི་བརྗེད་པར་འཛིན་པའི་བཟུང་ཟེར་བཟུང་ཟེར་བ་འདི་སྤྱིར་བཏང་མི་བརྗེད་པར་འཛིན་པ་གི་དོན་དག་རེད། དགེ་བའི་བཤེས་གཉེན་གྱི་གདམས་ངག་ཡིན་ན་རེད་ཡང་ན་སངས་རྒྱས་ཀྱི་གསུང་རབ་ལ་ཐུགས་བསམ་བསྐྱེད་པ་ལ་སོགས་པའི་རང་ལ་ཐོབ་པའི་ཡོན་ཏན་དེ་དག་མི་བརྗེད་པར་འཛིན་ནུས་པའོ་དེ་འདྲ་ཡིན་པ་རེད། དེ་དག་གི་ཚིག་དང་དོན་མ་ལུས་པ་མི་བརྗེད་པར་འཛིན་པ། འོ་དེ་ཡིན་པ་རེད་མ་གཏོགས་དུ་ནི་རགས་རིམ་ཙམ་མི་བརྗེད་པ་ཙམ་དེ་འདྲ་ཞིག་ཡོད་པ་མ་རེད་སྤྱིར་བཏང་གི་སོ་སོ་སྐྱེ་བོ་ཐ་མལ་པ་ལ་ཡང་དུ་ནི་རགས་རིམ་ཙམ་མི་བརྗེད་པར་འཛིན་ནུས་པ་དེ་འདྲ་ཡོད་པ་རེད་དེ་ཡིན་ན་ཡང་ཚིག་དང་དུ་མ་ལས་པ་ཇི་བཞིན་དུ་མི་བརྗེད་པར་འཛིན་ནུས་པའོ་དེ་འདྲ་ཅིག་ལ་བཟུང་ཟེར་གྱི་ཡོད་པ་རེད། ད་ནི་རྣམ་པར་ཐར་བ་ཟེར་བ་འདི་ལ་ཏིང་ངེ་འཛིན་གྱི་སྒོ་སྣ་ཚོགས་པ་རྣམ་པར་ཐར་བའི་སྙོམས་པར་འཇུག་པ་བརྒྱད་ལ་སོགས་པའོ་དེ་འདྲ་གི་ཏིང་ངེ་འཛིན་སྒོ་སྣ་ཚོགས་པ་ཐོབ་པ་དང་མངོན་པར་ཤེས་པ་ལ་སོགས་པ་ཡོན་ཏན་དུ་མ་དང་ལྡན་པ་ཡོན་མངོན་པར་ཤེས་པ་དེ། ནས་གཞན་སེམས་ཤེས་པའི་གཞན་སེམས་ཤེས་པའི་མངོན་ཤེས་དང་དངོས་གནས་རྗེས་དྲན་གྱི་མངོན་ཤེས་ལ་སོགས་པ་ཚོགས་ལམ་གྱི་སྐབས་སུ་བཤད་པ་དེ་དག་ཀྱང་ཡར་ལྡན་དུ་ཐོབ་གི་རེད་ཟེར་བ་འོ་དེ་འདྲ་གི་དོན་དག་ཡིན་པ་རེད། ད་ནི་ཡུམ་དང་རྒྱན་ལས་དབང་པོ་ནོར་བུ་རྫོགས་པའི་བྱང་ཆུབ་ལས་ཕྱིར་མི་ལྡོག་པའི་རྟགས་ཐོབ་པར་གསུངས་པ་སོ་སོས་བྱང་ཆུབ་སེམས་དཔའ་དབང་པོ་རྣོན་པོ་ཡིན་པ་ཡིན་ན་སྦྱོར་ལམ་གྱི་སྐབས་འདི་ལ་ཕྱིར་མི་ལྡོག་པའི་རྟགས་ཟེར་བ་དེ་ཐོབ་གི་ཡོད་པ་རེད་ཅེས་གསུངས་པ་རེད། ཕྱིར་མི་ལྡོག་པའི་རྟགས་གསལ་ན་མ་ཟེར་ན། སངས་རྒྱས་རྒྱུ་ཡིན་པ། སངས་རྒྱས་པར་ངེས་པའི་ལུས་དང་ངག་གི་རྟགས་འཛིན་ཁྱད་པར་བ་དེ་འདྲ་ཐོབ་ཀྱི་ཡོད་པ་རེད། ཨ་ནི་སངས་རྒྱས་པར་ངེས་པའི་རྟགས་དེ་ག་འདྲ་ཅིག་ཐོབ་ཀྱི་རེད་ལབ་པ་ཡིན་ན་སྟོང་པ་ཉིད་ལ་མི་འཇིགས་པའི་གདངས་བརྟན་པོ་ཐོབ་པ། ཡང་ན་སྟོང་པ་ཉིད་ལ་དམིགས་པའི་སྒོམ་ཆེན་གྱི་བློ་ཁྱད་པར་ཅན་ཐོབ་པ་དང། སེམས་ཅན་ཐམས་ཅད་དུ་སྐད་ཅིག་ཀྱང་བློས་མི་གཏོང་བའི་སྙིང་རྗེ་ལྷག་པར་དུ་ཤུགས་ཆེ་བ། འོ་དེ་འདྲ་ཅིག་ཡིན་ན་ཕྱིར་མི་ལྡོག་པའི་རྟགས་དེ་ཐོབ་ཡོང་གི་ཡོད་པ་རེད། ཡིན་ཙང་སྦྱོར་རློམ་གྱི་སྐབས་འདི་ལ། རང་ཉིད་སངས་རྒྱས་རྒྱུ་ཡིན་པས་ལུས་ངག་གི་རྟགས་ཁྱད་པར་བ་འོ་དེ་འདྲ། ཐོབ་ཀྱི་རེད་ཟེར་སོང་བ་རེད་བྱང་སེམས་སྦྱོར་རློམ་པའི་གནས་སྐབས་སུ་ཐོབ་པའི་ཕྱིར་མི་ལྡོག་པའི་རྟགས་ཉི་ཤུ་ཡོད་པ་འོ་དེ་འདྲ་རེད།